ད་བོད་ཁ་ཅིག་ང་ཞེ་དྲག་ཞེ་དྲག་ད་ཤེས་ཀྱི་མེད་དང་པོ་ཞོན་སློབ་སྦྱོང་འདི་སྡིག་རིས་ཐོག་ཐོག་འདི་ཚོ་ཞེ་དྲག་ཞེ་དྲག་ད་ཤེས་ཀྱི་མེད་ཡིན་ན་སློབ་སྦྱོང་འདི་ཚོ་དང་པོ་མེན basic འདི་བཙུགས་དུས་ག་གལ་ཆེན་པོ་རེད་དོ་ད་ང་ནས་ག basic འདི་བཙུགས་དུས་གལ་ཆེན་པོ་ཡིན་དུས་ག་ད basic འདི་ཡག་པོ་ཅིག་བཙུགས་ཡོད་ན་ནི་ད university གང་སླེབས་དུས་ག་ད་ཞེ་དྲག་ཞེ་དྲག་ཁ་ཤས་ཡང་ང་ཚོ་གི་འདི་ཡོད་ཁ་ས་ངན་མ། ཐི་རི་ཨི་ཏིད་མུ་བི་ཅི་ཡོ། དེ་བོ་ལ་མི་ཁ་ཤ་ར་ཏྲ་མར་ཆེ་པ་ཆུ་ངན་དེ་འདི་དོ། ར་ཏྲ་མར་ལེགས་ར་ཅག་གི་ངག་ཏོ་སིམ་ཆེ་ཚང་མ་ས་བཅུ་ཚང་མ་ངག་ཏོ་སིམ་ཡིག་རྩེ་བཏང། ཨ་ནི་ཡིག་རྩེ་བཏང་ཚ་བ་དེ་དྲན་པ་བྱེད་མཁན་དེ་འདི་དོ། ཨ་ནི་རྗེས་མ་བེག་ཏི་ཀར་ལི་ཏུ་ཀ་ནི་ཁ་ཡང་ཁོ་ཆེ་བེད་སྤྱོད་མེད་མཁན་དེ་འདི་དོ། བེག་ཏི་ཀར་བེག་ཏིས་ཆེ་ས་ལི་ཏུ་ཀ་ནི་ད་ཁྲིམས་སློབ་སྦྱོང་བྱེད་ན་ཁྲིམས་ཀྱི

ཨོ་འདི་འདྲའི་རི་དྭགས་ད། ད་གོང་མ་སྤེན་པ་ཚེ་རིང་འདྲ་བོ་ཅིག་སྣང། དངོས་གནས་ཁོ་རང། ཅི་འདྲ་བཅུ་གཉིས CST། ཅི་འདྲ་བཅུ་བ་བཅུ་གཅིག་བཅུ་གཉིས་ཚང་མ་གི་དང་པོ་ནི CST ནང་ལོགས་ད། རྒྱ་གར་རྒྱལ་ཡོན་གི། བོད་པའི CST ཚང་མ་ནང་ལོགས་ནས་ཨང་གི།

ཡིན་ནའང་དེ་རིགས་ཀྱི་རིགས་མི་བུ་དེ་དེས་དེས་སུ་དྲན་པ་སོས་དུ་དུ་ཐེངས་གསང།
ཁྱོད་ཀྱི་ཟུར་པ། འོང། འདི་ནི་ས་སྣོ་སྨན་ལགས་ཀྱི། ཨོ། ད་ཁ་བའི། ནི་ས་སྣོ་སྨན་ལགས་ཀྱི། དགྲ་བོ་ཤུ་ལ་སི་ད་དཀོན་མཆོག། ར་ཏྲ་མར་སི་ནི། འཛིན་སྐྱོང་ནང་ལོག་ལ་སྐུ་ངོ་དཔོན་པོ་ཚེ་རིང་གིས་ལོ་ངོ་སུམ་ཅུའི་ཕྱག་ལེན་གནང་བཞེད་ཡོད། ཉམས་མྱོང་ཡོད་ཞེ་བོ་ཡོད་སི་ནི་ཅིག་བཤད་དེ་གི་དུ་བ། ད་ཡི་གེ། ས་གནས་ས་ཐོག་སོ་སོ་གི་རྐུབ་བཀྱག་རག་འོང་དུས། ནི་འཇོན་འོང་གི་མི་འདུག་ཁ་ཆག་སྣ་རེད་ལབ་ཡི་འདུག། འདི་རེད་ད། ར་སྒྲ་མ་ཡག་དང་པོ་འདི། ར་སྒྲ་དང་པོ་འདི་ག་རེ་རེད། སྲིད་སྐྱོང་གི་སློབ་ཡོན་སྤྲད་ཐུབ་གི་མི་འདུག་ཟེར་ཏེ་ར་སྒྲ་དང་པོ་འདི་རེད། ར་ཏྲ་མ་ཡ་གཉིས་པ་དེ་ག་རེ་རེད། འཛིན་སྐྱོང་བཀའ་ཤག་ནང་ལོགས་ལ་ཡ་ཨ་ནི་ཤེས་རིག་བཀའ་བློན་ནང་ལོགས་ཀྱི་ལས་འཆར་མ་དངུལ་དང་གཏན་འཆར་མ་དངུལ་དབྱེ་བ་ཕྱེ་མ་ཐུབ་ཉེ་ཆེ་རེད། ད་ར་ཏྲར་མ་ཡ་གི་ད་ཀྱི་ཁོང་ཚོ་འཛིན་སྐྱོང་ནང་ལོགས་ལ་ཉམས་མྱོང་ཞི་བོ་ཅིག་ཡོད་ཟེར་ནས་ཞི་བོ་ཅིག་ལབ་སོང་ཨ། སྐུ་དངོས་ཀྱིས། ང་ད་ལྟ་ཀླད་པ་ཐང་ཐང་མི་འདུག། ཨ་ནི། གཏམ་བཤད་བྱེད་ཡག་གི། ཨ། མུ་ཏྲི་ཡོད་དུས་ལ་བོ་ར་ད། དེ་དུས་བཤད་གི་ཡིན་ཟེར་གི་འདུག་ཨ། ད་དེ་ར་ཏྲ་སྨྲ་བ་གི། ཏ་ཨ་སྟོན་གི་ཡོད་རེད། རོ་ཨ། དེ་ནས། ད་འཛིན་སྐྱོང་གི་ཉམས་མྱོང་ཞི་བོ་ཡིན་ནས་ད་ལྟ་བར་དུ་ཞི་བོ་ཅིག་བྱེད་ཀྱི་ཡིན་ལེགས་པོ་རེད། དགུན་ཚོང་རྒྱག་ཉལ་དུ་འཛུལ་ལ་དཔེ་ཆ་གཡའ་མཐོང་མ་སོང་ཨ། འདི་ར་སྐྲ་དམར་ཡག་གི་རྟགས་རེད། ད་ལྟ་བར་དུ་ར་སྐྲ་དམར་ནི། མ། གཅིག་གི་གཅིག་གི་གཅིག་གི་བལ་དུ་བཀོལ། ཐག་པ་བརྒྱུས་ནས་ཡང་འཐེན་བྱ་འཇོག་རྐྱང་རྐྱང་ཡིན་པ་གི་རྟགས་རེད། དེ་ནས། ད། ད་ལྟ་ཨ་རི་རོགས་རམ་མང་པོ་ཞུ་གྱི་ཡོད་རེད་ཟེར་དམག་སང་བར་དུ་ཕྱེད་ཀ་མ་གཏོགས་རག་གི་ཡོད་མ་རེད་ད་ཟེར་ནས་ལ་སོང་བ། འདིར་ར་སྤྲ་མ་བསྡད་ཡ་དེ་གི་རྐྱེན་བྱས་ནས་རོགས་རམ་ཉུང་རུ་འགྲོ་གི་རེད། ད་ལྟ་ཨ་རི་གི་སྤྱི་འཐུས་གྲོས་ཚོགས་ཚོགས་གི་འདུག་ཟེར་ནས་ཡི་གེ་ལས་ཡི་གེ་བཏང་གོ་ཁད་སོང་བ་དེ་འདྲས་ཀྱི་ཐུག་སོང་བ་འདིར་ར་སྤྲ་མ་བསྡད་ཡ་གི་རྐྱེན་རེད་ཟེར་འཛིན་སྐྱོང་ལ་ཡང་ཉམས་མྱོང་མེད་པ་གི་རྐྱེན་རེད་ཉམས་མྱོང་ཞུ་གི་ཡོད་ལ་གི་འདུག་བ་འདིའི་རྐྱེན་རེད་ཟེར་ཞུ་ཡ་ཡིན། རྒྱ་གར་རིན་པོ་ཆེ་གིས་ཡང་སྲིད་བསྐོ་དོ་ལ་ཡ་རྒྱ་མི་ཇུས་གཏོགས་བྱེད་དགོས་ཡོད་ན་རྒྱ་མི་གི་ནང་ཆོས་རྒྱང་དགོས་རེད་ཟེར་གི་ལ་དེ་འདི་སྙན་མང་སྤྱི་འཐུས་གྲོས་ཚོགས་ནང་ལོག་ལ་སྐད་ཆ་ག་རེ་བཤད་ཡོད་མེད་གྲོས་ཆོད་ག་རེ་བཞག་ཡོད་མེད་བོད་ཕྱི་ནང་གཉིས་ཀྱི་སྐུ་ཚབ་དང་ཆོས་བརྒྱུད་ཕྱི་མོ་བཞི་དང་གཡུང་དྲུང་བོས་བརྩིས་པའི་སྔགས་ཀྱི་སྐུ་ཚབ་ཀྱི་ཡི་ག་ལས་གྲོས་ཆོད་ག་རེ་བཞག་ཡོད་མེད་རྒྱ་གར་རིན་པོ་ཆེ་གི་སྐུ་ཚབ་སུ་ལ་ཇུས་གཏོགས་ཡོད་མེད་དེ་ཡག་པོ་ཇི་ཉན་མེད་པར་ར་སྐྲག་མར་བསྡད་པའི་གི་རྐྱེན་རེད། རེད་བ། འདི་རེད། དེ་ནས། ད་ལྟ་བར་དུ་སྤྱི་ལོ། ཉིས་སྟོང་དང། གཅིག་ནས་དུ་བ་བྱས་ནས་ད། རྒྱ་བོད་སྒྲོལ་མའི་དགོན་སྐོར་བཙུགས་ནས་བྱས་ནས་ད། ཉིས་སྟོང་བཅུ་བཅུ་གཅིག་སུ་དུ་རྒྱ་བོད་སྒྲོལ་མའི་བྱུང་བ་དང་ཉིས་སྟོང་བཅུ་གཉིས་ནས་རྒྱ་བོད་སྒྲོལ་མའི་ཆད་པ་དེ། བཙན་བྱོལ་བོད་གཞུང་ནས་ཨ་ནི། མིང་ཁེས་ནི་རྒྱ་བོད་སྒྲོལ་མའི་ཡོང་གི་མེད་པ་དེ་ཐག་ཆོད་པར་ཚར་བ་དེ་རྒྱ་བ་རིན་པོ་ཆེ་གིས་ཞལ་དངོས་སུ་ནས་གསུངས་ཚར་རེད་སྲིད་སྐྱོང་ཟུར་པ་གིས་གསུངས་ཚར་རེད་ཡིན་ནའི་ཁོང་གིས་རྒྱ་བོད་སྒྲོལ་མའི་བྱེད་ཀྱི་ཡོད་ཟིག་འོ་རེད་ད། བཙན་བྱོལ་བོད་གཞུང་གིས་ཨ་ནི། མིང་ཁྱེད་ནི་རྒྱ་བོད་འབྲུ་མེད་བྱེད་ཡ་མེད་པ་དེ་ད་གཏན་ཁྱེད་ཚར་བ་རོ། ད་ཁོ་གི་ད་ད་ཡོད་ཟིག་གི་དོ་དེ་ར་བཀྲ་དམར་སྡེ་བ་གི་རྐྱེན་རེད། འཛམ་བུ་གླིང་སྤྱི་ཡོངས་གི་སྲིད་དོན་གི་འགྲོ་སྟངས་དེ་ལ་ཡ་དོ་སྣང་མ་སྤྲད་པ་བྱས་ནས་ཨ་ནི་ར་བཀྲ་དམར་སྡེ་བ་དེ་གི་རྐྱེན་རེད་ཞུ་ཡ་ཡིན། ད་ལྟ་འཛམ་བུ་གླིང་ཡོངས་ཀྱི་རྒྱ་ནག་འདི་གའི་དཀའ་ངལ་ཆེན་པོ་ཅིག་གི་འཕྲད་བསྡད་པའི་རྐྱེན་གྱིས་གོ་སྐབས་ཆེན་པོ་ཟིན་ནས་ཐའེ་ཝན་དང་ཧོང་ཀོང་དང་དེ་ཚོ་གི་གོ་སྐབས་ལེན་ནས་ཨ་རི་དང་ད་ནུབ་ཕྱོགས་རྒྱལ་ཁབ་ཚང་མ་ཅིག་གི་རོགས་པ་ཚད་ནས་རོགས་པ་ར་འདི་ཡ་འདི་ད་ལྟ་བོད་པའི་སྐུ་ངོ་སྤེན་པ་ཚེ་རིང་ཡི་གེ། ཞབས་བྱང་ཀ་ལ་ཀླད་ཚ་ནས་ད་ལྟ་བར་དུ་ཨ་ནི་ཨོ་ལོམ་པི་ཀ་ཡ། དགུན་རྩེད་ཨོ་ལོམ་པི་ཀ་ཡ་ཆེད་དུ་ལ་ཨ་ནི་བོད་དོན་ཐོག་ལ་ཨ་ན་རྒྱས་གླིང་མེད་པ་དེས་ཨ་ནི་བོད་དོན་ཐོག་ལ་ཡ་ད་ལྟ་བར་དུ་ཞུ་གཏུག་མ་རྒྱག་པ་བྱས་ནས་བཙན་བྱོལ་ནང་ལོག་ལ་མི་ནག་པོ་ཁ་ཤས་ཀྱི་བཀའ་བོ་བཟོ་ཡ་ཆེད་དུ་ལ་ཡ་ཨ་ནི་རྒྱུག་བསྡད་ནས་ར་སྐྲ་དམར་བསྡད་ཡ་དེ་གི་རྐྱེན་རེད་སེམས་ཞུ་ཡ་ཡིན། རེད་ར་སྐྲ་དམར་རེད་ར་སྐྲ་དམར་ཡོད་རེད་ད་ར་སྐྲ་དམར་ཡ་རྐྱེན་རེད་ད། སྐུ་ངོ་པདྨ་ནི་འཛིན་སྐྱོང་ནང་ལོག་ལ་ཉམས་མྱོང་བཞི་བོ་ཡོད་རྩ་ཁྲིམས་བཞི་བོ་ཀྱི་བཏགས་ཚ་ཡིན་ཚོགས་གཙོ་བྱས་ཚང་ཡིན་བཞི་བོ་བྱས་ཚང་ཡིན་ལ་ཁོ་རརྩ་ཁྲིམས་ག་རེ་ནང་ལ་འཁོད་འདུག་ཨ་ནི་ཆེ་མཐོ་ཁྲིམས་ཞིབ་ཁང་གི་ཁྲིམས་དཔོན་གསུམ་འོག་ནས་ཨ་ནི་ཁོ་དམ་བཅའ་ཡ། ཁྲིམས་དཔོན་གསུམ་ད། སྤྱི་འཐུས་གྲོས་ཚོགས་ཀྱི་མ་དཔེ་ཚ་བའི་གི་དེ་རྩ་ནི་དམ་བཅའ་ལེན་དགོས་རེད་ཟེར་ནི་རྩ་ཁྲིམས་ག་རེ་ནང་ལ་འཁོད་འདུག་འདི་ཁོད་ཡོད་མ་རག་བྱེད་བདེ་བ་རག་འདི་ར་བཀྲ་མ་བདེ་བ་གི་རྐྱེན་རེད་གསུངས་ཞུ་ཡ་ཡིན། ད་ལྟ་སྤྱི་འཐུས་གྲོས་ཚོགས་ནང་ལོ་ལ་སྤྱི་འཐུས་ལངས་ནས་མང་འགྲོ་དགོས་ཡ་གི་བཟོ་དགོས་ཡ་འདི་རྐྱེན་ག་རེ་རེད། ད་ལྟ་གྲོས་ཚོགས་ཚོགས་མ་ཐུབ་ཡ་ད་སྤྱི་འཐུས་གྲོས་ཚོགས་ཡི་གེ་ལ་ཡ་ཚོགས་མ་ཐུབ་ཡ་ད་བཀའ་བློན་བཀའ་ཤག་བདམས་མ་ཐུབ་ཡ་གི་རྐྱེན་བཟོ་འདི་གཉེན

བོད་དོན་ཐོག་ལ་ཇུས་གཏོགས་མ་བྱས་ནས་ར་ཏྲ་མར་བསྡད་ཡ་དེ་གི་རྐྱེན་རེད་ཚུལ་ཞུ་ཡ་ཡིན་ད། འདི་རོ་ད། ར་ཏྲ་མ་རེད་ར་ཏྲ་མ་རེད་ཞུ་ལག་ཏུ་ཁུ་ཆོག།